ངས་རང་ཉིད་སྤྱི་བསྒྲལ་ཐབས་བཀོད་གནས་སྟངས་ཤིག་གི་ནང་ལྷུང་ཡོད་པ་ངོས་ཟིན་སྐབས། རླུང་དང་ཁོང་ཁྲོ་ལངས་ཏེ་དབང་མེད་དུ་ངུ་ཞོར། ངས་རང་ཉིད་ཀྱི་ཕུགས་འདུན་ཡོངས་རྫོགས་རྨེག་མེད་དུ་འཆིང་བཟུང་དྲན། རྨེག་མེད་དུ་འདི་ལྟར་འཕྲོ་སླར་ལོག་ར་ཆུ་ཚོད། རྨེག་མེད་ཟེར་ན་སྐྱེས་ཀྱང་མེད་བར་གྱི་ལ་འོར་ལྟ།

ཚད་ཡོད་པ་ཞིག་རེད། ངས་འདས་པའི་ཟླ་ཤས་རིང་ཁོང་ལ་ཕྱག་རོགས་ཞུས་པར་ཁོང་མཉེས་པོ་བྱུང་འདུག་ཅིང། ཁོང་གིས་གལ་ཏེ་ངས་ཁོང་དང་འཕེལ་རྒྱས་འགྲོ་བཞིན་པའི་བོད་དོན་འཐབ་རྩོད་པའི་དཀྱིལ་འཁོར་གྱི་ལས་དོན་བསྒྲུབས་ཚེ། མུ་མཐུད་ང་ལ་བླ་འཐུལ་གནང་ཆོག་གསུངས། འོན་ཀྱང་ཁོང་ཕྱུག་པོ་མིན་སྟབས་ངས་ལོ་ཤས་རིང་གི་སློབ་སྦྱོང་ལ་དཔལ་འབྱོར་གྱི་རྒྱབ་སྐྱོར་གནང་ཐུབ་ཀྱི་མེད། དུས་དེར་ངས་ཁོང་ཨ་རིའི་གསང་བའི་ལས་ཁུངས་དང་མཉམ་ལས་བྱེད་མཁན་གཙོ་བོ་ཡིན་པ་དང། དཔལ་འབྱོར་གྱི་ཡོང་ཁུངས་ངེས་ཅན་ཡོད་པ་རྩ་བ་ནས་ཤེས་ཀྱི་མེད། གཞི་རྩའི་ཆར། ཁོང་གིས་གཞི་རྩའི་འཆར་ཁུངས་ཀྱི་ལ་ན་གཞི་རྩ་ལ་བསྡུ་གཞི་རྩ་ལ་འབེས་ར། བེད་སོགས་བེད་ལ་འོར། གཞི་རྩའི་འཆར་ཁུངས་ཀྱི་གང་སྣང་བ་ནི་ཁུངས་དང། ཁུངས་ཐེ་གཏོགས་ཡོད་པའི་རྩ་དོན་གྱི་ཆེད་དུ་ལས་བཤགས་མུ་མཐུད་ཞུ་རྒྱུའི་གོ་སྐབས་དེ་རེད། ཁུངས་དང་ཁུངས་ཐེ་གཏོགས་ཡོད་པའི་རྩ་དོན་ལ་ན་ག་ལ་འོར། ཁུངས་དང་ཁུངས་ཐེ་གཏོགས།
Invoices མི་འདོད་དེ་ཁུངས་སུ་གཏོགས་པ་ཟེར་ཡག་ཆོག་དེ་ལ་འོར།
ཁོང་དང་ཁོང་ཐད་གཏོགས་ཡོད་པའི་རྩ་དོན་གྱི་ཆེད་དུ་ཉེ་ཞར་མུ་མཐུད་ཞུ་རྒྱུའི་གོ་སྐབས་དེ་རེད། དེ་ནི་སྐུལ་ལྕག་ཐེབས་རྗེས་ཀྱི་གདམ་ག་ཞིག་རེད། དེ་ནི་སྐུལ་ལྕག་ཐེབས་རྗེས་ཀྱི་གདམ་ག་ཞིག་རེད། སྐུལ་ལྕག་ཐེབས་རྗེས་རེད་འདུག་ག་ལོག་རེད་ཞུ་ལ།

བུད་མེད་ཡག་པོ་དང་ལ་རྒྱ་རྩིས་མཁན་ཞིག་ཡིན་བསམ་པར་དགའ་ཞིང་ངས་ཁས་ལེན་བྱེད་དགོས་པ་ཞིག་ལ་འདས་པའི་ཟླ་བ་ཁ་ཤས་རིང་གི་རང་གི་ལས་དོན་རྣམས་སྤྲོ་སྣང་སྐྱེ་དགོས་པ་ཞིག་རེད། འོན་ཀྱང་ལས་དོན་ནང་དཀའ་རྙོག་ཀྱང་ཡོད་པ་རེད། གང་ཡིན་ཟེར་ན་ད་ཆ་རྒྱ་གར་ནང་འཕེལ་རྒྱས་འགྲོ་བཞིན་པས། བྱེད་ཀྱི། བུ་གཅིག་དང་རྒྱ་མིའི་དབང་འོག་ཏུ་གནས་པའི་གཞིས་ཀྱི། བུ་གཅིག་བཅས་ལ་བུ་བཞི་བཅས་གཉིས་ཆགས་ཡོད་ས། བུ་གཅིག་བཅས་ལ་བུ་གཅིག་རའོ་ཏིང་བུ་བཞི་བཅས་གཉིས་ཆགས་ཡོད་ས།

གཞིས་བྱེས་གཉིས་ཆགས་ཡོད། ད་ལྟ་བཙན་བྱོལ་དུ་ཡོད་པའི་བོད་ཀྱི་གཞུང་རྙིང་པའི་ཁོངས་ཁོངས་མི་རྣམས་ཀྱིས་རྒྱ་ནག་དང་འཐབ་འཛིང་བྱེད་རྒྱུའི་ཆོད་སེམས་བརྟན་པོ་བཟུང་ཡོད། མ་གཞི་བཙན་བྱོལ་དུ་སླེབས་པའི་མི་མང་པོ་ཞིག་ཡིད་ཐང་རྦད་དེ་ཆད་ཡོད་ཀྱང། རྒྱལ་ལོ་ལགས་དང་ཁོང་གི་གྲོགས་པོ་ཚོས་བོད་ཀྱི་རྩ་དོན་ཚར་ཟིན་པར་ཡིད་ཆེས་གཏན་གཏན་ནས་མི་བྱེད་ས། དགེ་ལོ་ལགས་དང་ཁོང་གི་གྲོགས་པོ་ཚོས་བོད་ཀྱི་རྩ་དོན་ཚར་ཟིན་པར་ཨ་ལས་ཚ་ཡིན་པ་འགྲོ་ཡིད་ཆེས་བཅས་བྱེད་དགོས་མ་རེད་ཟེར། ད་ང་ཚོ་འདི་ཁ་སྐྱེས་ད་ཚ་ཟེར་གྱི་ཐོག་སྐྱེས་འདུག་ལབ་སོང།
ཁོང་ཚོ་ཡིད་ད་ཐང་ཆད་མ་རེད་དགེ་ལོ་ལགས། ཁོང་ཚོར་ཆབ་སྲིད་ཀྱི་གོ་རྟོགས་ལྡན་ལ་རྟག་པར་བྲེལ་བ་ཆེན་པོའི་ལས་ཀ་མང་པོ་བྱེད་གཞིས་སྒར་ནང་རང་མོས་ནས་རྒྱ་ལོ་ལགས་ལ་ཕྱག་རོགས་ཞུ་ཐུབ་པར་ཧ་ཅང་དགའ་པོ་དང་ཡིད་ཚིམ་པོ་བྱུང། ལྷག་པར་རང་ཉིད་ཐོག་མར་བསོད་ནམས་པའི་ཕྲུ་གུ་དཀྱུས་མ་ཞིག་ཡིན་པར་མ་འདོད་པར་ད་ལྟ་ཏཱ་ལའི་བླ་མ་མཆོག་གི་སྐུའི་གཅེན་པོ་མཆོག་དང་མཉམ་དུ་དངོས་སུ་ལས་ཀ་བྱེད་བཞིན་པ་ཡིད་ལ་འཁོར་སྐབས་འདོད་པ་ཚིམ་པའི་སྣང་བ་བྱུང། འོན་ཀྱང་རྒྱལ་ལོ་ལགས་ནི་ད་ལྟའི་བཙན་བྱོལ་གཞུང་གི་གྲུབ་ཆ་ཡིན་པས། སྐུ་དྲག་ཚོའི་ལངས་ཕྱོགས་རྙིང་པའི་འཐུས་ཚབ་ཅིག་རེད། འཐུས་ཡིན་ཟེར་བའི་ཚབ་ཅིག། འཐུས་ཚབ་ཟེར་དུས་དེ་ང་ཚོ་ཡི་གེ་དེ་རོ། སྤྱི་འཐུས་ཟེར་བ་འཐུས་མི་ཟེར་ཡག་སོ་དེ་རོ་ང་ཚོ་གི་ཡག། ཁོང་རོང་ཚོ་གི། Representative།

སྐུ་དྲག་ལོངས་སྤྱོད་རྙིང་པའི། འཐུས་ཚབ་ཅིག། གཏན་ནས་མིན་སྟབས། གལ་ཏེ་ངས་སྐུ་དྲག་ཚོའི་མཉམ་དུ་བསྡད་དེ་ལས་ཀ་བྱེད་རྒྱུའི་ཐག་བཅད་ཚེ། རང་གི་གནས་བབ་ཅི་འདྲ་ཞིག་ཏུ་འགྱུར་རྒྱུ་ཡིན་པ་རང་ཉིད་ལ་གསལ་པོ་དེ་ཙམ་མེད་དོ། སྐུ་དྲག་ཚོའི་མིག་གི་ནང་ངའི་གནས་བབ་ཇི་ཡིན་ཧ་ཅང་གསལ་དྲགས་པ་དེ་དཀའ་ངལ་གཙོ་བོ་རེད། སྐུ་རགས་ཀྱི་མིག་རང་ངའི་གནས་བབ་ཇི་ཡིན་ཧ་ཅང་གསལ་དྲགས་པ། ཨ་ལས། ཁོ་རྒྱལ་ལོ་མཉམ་དུ་ལས་ཨ་ཇོ་ཁོ་རགས་འདི་ཡས་ནི་སྐུ་དྲག་ཁོ་ཚོའི་གི་མིག་ལ་ད་གསལ་བོ་རེད་ཟེར་བས་ངའི་གི་གནས་བབ་ག་རེ་ཡིན་མེད། གནས་བབ་ལ་ན་འདི་རོ་ལ་བོ་ར་ད་གནས་སྟངས།
Position ལ། Position ག་རེ། དེ་ད་ཁོ་རགས་རོགས་པ་གཅིག་པོ་བྱེད་དེ་རེད་འདྲ་ལ་ཡོད་རེད།
སྐུ་དྲག་ཚོགས་མེད་ཀྱི་ནང་ངའི་གནས་བ་ཞེས་ཡིད་ཧ་ཅང་བཟའ་དྲགས་པ་དེ་དཀའ་ངལ་གཙོ་བོ་རེད། དེ་ནས་ཁོ་ད་ས་ད་མཐོང་ཆུང་འདྲ་བོ་བྱེད་འདུག་ལ་མི་འགྲོ།
དེ་ཡང་ས་ངའི་རྒྱལ་ལོ་ལགས་ནི་ཁོང་གི་ལས་རོགས་ཕལ་མོ་ཆེ་དང་མི་འདྲ་བ་ཡིན་པ་མཐོང་བྱུང། མ་གཞི་རྩིས་ཐང་གི་དབང་དུ་བྱས་ན་ཁོང་བོད་ཀྱི་སྐུ་དྲག་ཅིག་ཡིན་ཡང། དོན་དངོས་སུ་རང་གི་གཅུང་པོ་ཏཱ་ལའི་བླ་མའི་ཡང་སྲིད་དུ་ངོས་འཛིན་ཞུ་སྟབས། ནང་མི་ཆ་ཚང་སྐུ་དྲག་ཏུ་གྱུར་པའི་བོད་མི་དཀྱུས་མ་ཞིག་རེད། དེར་བརྟེན་ཁོང་གི་སྐུ་ཚེ་དེ་ལྷ་སའི་ནང་གི་སྐུ་དྲག་རྙིང་པ་ཚོ་དང་གཏན་ནས་མ་འདྲ་བ་རེད། དེའི་ཐོག་ཁོང་རྒྱ་ནག་ཏུ་ཅང་ཆེ་ཧེའི་སློབ་གྲྭ་རྩེ་གྲ་ཞིག་དུ་སློབ་གཉེར་གནང་བར་ཕེབས་མྱོང་ཞིང། དེ་ནི་ངས་དེང་རབས་ཅན་གྱི་བུད་མེད་ཞེས་འབོད་པ་དེ་དང་ཐག་ཉེ་ཤོས་ཀྱི་མི་ཞིག་རེད། ཁོང་ལ་ཧ་ལས་དགོས་པའི་དམངས་གཙོའི་ཀུན་སློང་ལྡན་ལ་ང་ལ་ཧ་ཅང་བཟང་པོ་གནང་བས། ཁོང་ལ་ཕྱག་རོགས་ཞུ་ཐུབ་པ་དེ་རང་གི་གཟི་བརྗིད་དུ་ཚོར། འོན་ཀྱང་བོད་གཞུང་ནང་གི་ཁོང་གི་ལས་རོགས་གཞན་རྣམས་ཁོང་དང་མི་འདྲ་བར་སློབ་གྲྭ། རྙིང་པ་ནས་ཐོན་པའི་སྐུ་དྲག་དང་གཞུང་ཞབས་སེར་མོ་བ་རེད། ཁོང་ཚོའི་དཀྱིལ་འཁོར་ནང། ང་རང་བེད་སྤྱོད་ཕྲན་བུ་ཞིག་ལས་མེད། ངས་ཁོང་ཚོའི་བང་ཆེན་དང་དྲུང་ཡིག། བྱས་ཆོག་ནའང། ཁོང་ཚོའི་ལྟ་སྟངས་ལྟར་བྱས་ན། ང་ཁོང་ཚོའི་གྲས་ཀྱི་མི་ཞིག་མ་རེད་ལ། ཁོང་ཚོ་དང་འདྲ་འདྲ་མཉམ་མཉམ་ཞིག་འདུག་ནམ་ཡང་འགྱུར་ཐུབ་པ་ཞིག་ཀྱང་མ་རེད། དཔེར་ན། ལྷ་སར་སྒེར་ལངས་བྱས་པའི་གནས་ཚུལ་ཐོག་མར་ཐོས་སྐབས། བཀའ་བློན་པུ་གི་སྒེར་གྱི་གཟིམ་ཤག་ཞིག་ཏུ་དམིགས་བསལ་གྱི་ཚོགས་འདུ་ཞིག་སྐོང་བ་ངས་དྲན་གསོས་ཀྱི་འདུག་ཚོགས་འདུ་དེར་རྒྱ་ལོ་ལགས་དང་སྐུ་དྲག་གཞན་ཚང་མ། དེ་བཞིན་གཞུང་ཞབས་སེར་མོ་བ་བཅས་གདན་ཞུགས་བྱས་ཤིང་ང་རང་ཡང་བསྐོས་པ་ཡིན་འོན་ཀྱང་ཁོང་ཚོ་ཁང་པའི་ནང་དུ་ཡར་གྲོས་བསྡུར་བྱེད་པར་འཛུལ་སྐབས་ང་ལ་ཕྱི་རུ་སྡོད་དགོས་ཞེས་བཤད་བྱུང། དེ་ནི་ནམ་རྒྱུན་རྟག་པར་བྱས་པའི་བྱེད་སྟངས་ཤིག་རེད། མངོན་གསལ་ཡིན་མིན་ཇི་ལྟར་ཡང་རྟག་པར། གྲལ་རིམ་དང་རིགས་རུས་ཀྱི་སྒོ་མོ་ཞིག་ཡོད་པར་བརྟེན། སྒོ་མོ་ལ་དུས Entry རོ་ལ་ཡོད་ས་རེད་ཀོ། Entry རེད་རེད Entry རེད Entry ཅན་ལབ་ན་རེད་བུར Drawer ལབ་ན་རེད་བུར་ད། ཡིན་པར་བརྟེན་ང་རང་དུས་གཏན་དུ་སྒོ་མོ་དེའི་ཕྱི་རོལ་ལ་སྡོད་དགོས་བྱུང། མ་ཡོང་ངམ་སྙམ་པའི་འཇིགས་སྣང་ཤར་ས། གར་ས། ང་རང་ས་ར་དུས་དེ་འདུག་སྒོར་མོ་དེ་ཕྱི་རོལ་ལ་སྡོད་དགོས་བྱུང། མ་ཡོང་ངམ་སྙམ་པའི་ཨ་ལ་ད་ཕྱི་རོལ་ལ་བསྡད་མ་བསྡད་མ་ཤོག་ཧ་བསམ་གྱི་འདུག་ལ་འོ་ར།
དེ་ང་རང་ཡོང་དུས་གཏན་དུ་སྒོར་མོ་དེ་ཕྱི་རོལ་ལ་སྡོད་དགོས། མ་ཡོང་ངམ་སྙམ་པའི་སྐྲག་སྔངས་དེ་ལ་བྲལ་སོང་ད། དེ་ཨོར་བྷིས་སྟ་ཨོག་ས་དེ་གོ་བ་ཆགས་མི་ཡོང་ནའང་བྲལ་སོང་སྟ་གོ་རང། དེ་འདི་འདྲས་ཆགས་མི་ཡོང་ངམ་ཟེར་གོ་དོགས་པ་སྐྱེས་སོ། རྒྱལ་གཞན་སྙིང་སྟོབས། རྒྱལ་ཆེ་ལ་རྒྱལ་སྒོ་ལ་ཞེན་གོ་ལ་བོ་ར་རྒྱལ་ཁབ་ལ་ཞེན་གོ། རྒྱལ་ཁབ་ལ་བོ་ར།
རྒྱལ་ཁབ་ལ་ཞེན་གོ་ལ་བོ་ར། རྒྱལ་གཞན་སྙིང་སྟོབས་ཁོང་ཚོར་ཡོད་པ་ཇི་བཞིན་རང་ཉིད་ལའང་ཡོད་མོད། ཨ་ལ་ཁོང་ཚོ་ལ་ཡོད་བ་ན་བཞིན་ང་ལ་ཡང་ཞེན་གོ་སྙིང་སྟོབས་ཡོད། ཡོད། ཁོ་ཁྱེད་ལོག་ལ་པོས་བྱ་བ་དེ་དོན་ངར་བྱས། ང་རང
བོད་མི་མ་ཡིན་པར་བརྩི་བ་ལྟ་བུའི་གནས་ཚུལ་དེས་ངའི་སྙིང་ལ་རྨ་ཁ་བཟོས་པ་མ་ཟད། ཚེག་པ་ཧ་ཅང་ཆེན་པོ་བསགས། ཨ་ལས་རྩིག་པ། རྩིག་པ་ཧ་ཅང། ཟེར་ཡག་ཏུ་ཁོང་ཁྲོ་ལོངས་ཟེར་ཡག་ཏུ་ང་རྩིག་པ་བསགས་སུ་ལབ་དོ་ཡེ་འདིར།
ཁོང་ཁྲོ་ཨ་ལས་ཚིག་པར་ང་ཚོ་རྩིག་པ་བསགས་སུ་ཡོད་རྩ་མར་ཚིག་རེད།

ཨ་ལེ་ལེ། མི་ལ་ལས་ངས་ལས་ཀ་བྱས་པར་བློས་མི་འགེལ་ལ། གནས་ཚུལ་ངེས་ཅན་བཤད་པར་ཡིད་ཆེས་མི་བྱེད་པ་དེ་ཡིན་ཞིང་ས། མི་ལ་ལས་མི་ཁ་ཤས་ཀྱིས་ངས་ལས་ཀ་བྱས་པར་བློས་མི་འགེལ་ལ་ལ་དུས་བློ་ལ་མ་ཤོང་བ་ལ་བར། བློས་མི་འགེལ་ཟེར་དུས་ཡིད་ཆེས་ཀྱི་མ་རེད་ཟེར་བློས་འགེལ་ལ་དང་བློས་འགེལ་ཟེར་དུས believe it ལ་བར། མ་ལ་ལས་བློས་མི་འགེལ་ལ་གནས་ཚུལ་ངེས་ཅན་བཤད་པར་ཡིད་ཆེས་མི་བྱེད་པ་དེ་ཡིན་ཞིང། དེའི་རྒྱུ་མཚན་གང་ཡིན་ངས་སྨོས་ནས་ཤེས་ཀྱི་མེད་བསམ། ཡང་སྙིང། ངས་ག་རེ་བྱས་སམ། ཕྱོགས་གཅིག་ནས་བཤད་ན།